ལྷན་སྐྱེས་ཁམས་བཟང་ང་ནོར་བཟང་ཡིན། དེ་རིང་ངས་ཁྱེད་རྣམ་པ་ཚོ་ལ་ག་རེ་ཞུ་ཡ་ཡིན་ཟེར་ན། གལ་སྲིད་ངས་ཁྱེད་རྣམ་པ་ཚོ་ལ་གོང་དུ་ཞུས་པ་ནང་བཞིན། ང་རང་གི་གཟའ་སྤེན་པ་དང་ཉི་མ་གཉིས་ལ་ལྷབ་ཁྲིད་ཀྱི་ཞོར་ནས་ཁྱེད་རྣམ་པ་ཚོ་ལ་བོད་ཡིག་གི་སྐོར་ལ་ནི་ཤེས་བྱ་ཐུང་ཐུང་དེ་འདྲས་མཉམ་སྤྱོད་བྱེད་ཡ་ཡིན་ཟེར་བ། དེ་ཡང་གཙོ་བོ་ག་རེ་རེད་ཟེར་ན་བོད་ཡིག་ཡག་པོ་མ་ཤེས་ངེས། བོད་ཡིག་སྦྱང་ཡ་ལ་འདོད་པ་ཡོད་ངེས་དེ་འདྲས་ཡིན་ན་མི་ཆེན་པོ་ཡིན་ན་འདྲ་ཆུང་ཆུང་ཡིན་ན་འདྲ་ནི་བརྙན་ཐུང་འདི་ལ་ནི་གང་མང་མང་གྱིས་གཟིགས་གནང་རོགས་ཅེས། ཨ་ཡག་པོ་འདུག་བསམ་པ་ཡིན་ན་བསྒྱུར་བཀོད་གནང་རོགས་གྱིས་ཨ་ཡག་པོ་མི་འདུག་བསམ་པ་ཡིན་ན་བདག་རང་བཞག་བཞག་ན་འགྲིག་གི་ཡོད་རེད་དེ་ནས་དེ་མ་ཡིན་པའི་གེ་ད་བོད་ཡིག་ཐོག་ལ་ཨ་ཅིག་བྱང་ཆུབ་པ་ཡིན་ཅོག་ཧ་ལས་པའི་ཡག་པོ་ཡོང་ཅོག་དེ་གས་དེ་གས་ནས་ནས་ནས་གར་སོ་བརྙན་ཐུང་དུ་མ་གཟིགས་ན་ཡང་འགྲིག་གི་ཡོད་ཟེར་རོ་ཨོ་དེ་འདྲས་སུ་ཡིན་དེ་ནས་ད་དེ་རིང་ང་ཚོ་གཙོ་བོ་ག་རེ་ཞུ་ཡ་ཡིན་ཟེར་ན་ཁ་སེ་ངས་ཁྱེད་རྣམ་པ་ཚོ་ལ་བོད་ཡིག་གི་སྐོར་ལ་ཤེས་བྱ་ད་བོད་ཡིག་དེ་གལ་ཆེན་པོ་ཡིན་པའི་གེ་ནས་རྒྱུ་མཚན་གལ་ཆེན་པོ་གཉིས་ཞུ་ཡོད་གཙོ་བོ་དེ་ད་ལྷ་ཆོས་བྱེད་ལ་བྱ་ནས་ནི་བོད་ཡིག་དུ་སྐད་ཆེན་པོ་ཡིན་པའི་གི་རྒྱུ་མཚན་ཅི། འཇིག་རྟེན་མི་ཆོས་བྱེད་ལ་བྱ་ནི་བོད་ཡིག་དུ་སྐད་ཆེན་པོ་ཡིན་པའི་གི་རྒྱུ་མཚན་ཅི་རེད་བ། དེ་འདྲའི་གྱི་རེད། ད་དེ་ལ་སྤྱི་སྟངས་ཀྱི་ཆ་ནས་ད་རྒྱུ་མཚན་ཧ་ལས་པའི་གི་མང་པོ་ཡོད་རེད། དེ་བཞིན་དུ་ནི་ད་ཁ་སང་དེ་རིང་འདྲ་བོ་གྱི་ཡིན་པ་ཡིན་ན་ཡང་བོད་ཡིག་གི་ལས་དབང་དུ་ཧ་ལས་པའི་གི་ཉམས་ཐག་པོ་གྱི་རེད། སྐད་ཆ་དྲང་པོ་བཤད་ན་དེ་རེད་དེ་ནས་དེའི་ཐོག་ནས་ད་ང་ཚོའི་ཤོ་ལོ་ནས་བསྡད་ངེས་མི་མང་པོ་གྱི་གི་ཁ་ཚང་དེ་རིང་སྐད་ཆ་བཤད་པ་ཡིན་ན་ཡང་ཨ་མ་མ་བོད་སྐད་ཡག་པོ་རྒྱག་གི་འདུག་ལ་དེ་དགོས་ཡ་གི་རྒྱུ་མཚན་གྱི་ཐུགས་དངོས་གནས་ཤེས་སོང་པ་ཡིན་ན་དེ་ཚོ་ཚང་མ་ག་རེ་རེད་ཟེར་ན་ལྟས་ངན་རྒྱལ་སྤྱི་རྩ་ཆེའི་ཚངས་པ་དག་དངོས་གནས་ཚང་གི་ཡོད་རེད་ད། ཨ་ནེ་བོད་པ་གཅིག་གི་དེ་བོད་སྐད་ཡག་པོ་རྒྱལ་བ་ལ་ཧང་སང་ཡག་གི་དེ་ཚོས་ཀླད་རྩ་དེ་ཚང་མ་ལ་ང་ཚོས་བོད་ཀྱི་སྐད་ཡིག་དེ་ཧ་ལས་པའི་གི་ཉག་ཕྲ་པོ་ཀླད་ཚ་ཡོད་རེད་དངོས་གནས་དྲོ་ནས་ཡོད་རེད། དེ་ནས་ད་ང་ཚོས་ཡོད་རེད་ལ་ནི་ཡོད་པའི་གི་ཆགས་པ་ཡོད་རེད་བས་ལ་ནི་ད་ང་ཚོས་དེ་གང་ལ་ལས་ཀ་བྱེད་ཟེར་ན་ད་ཆེན་པོ་ཟེར་ནས་གལ་བྱེད་ཐུབ་མ་རེད་ད་ག་དུས་ཡིན་ན་དོ་སྣང་སྤྲད་དེ་ངས་དེ་འདྲས་སོང་ཙང། ད་དེ་སྐད་ཆ་དེ་ཚོ་ལ་ཨ་ནེ། རྒྱུ་མཚན་ཡོད་མེད་དེ་ནི་ཁྱེད་རྣམ་པ་ཚོས་ཀྱི་མཉམ་ཞུགས་བྱས་ལྟོས་དང་ཧ་གོ་རེད་ཟེར་ནས་ཞུ་ཡག་དེ་ཡིན་དེ་ནས་ཡང་ད་ང་ཚོ་ནི་ད་ལྟ་གཅིག་གི་སྦྲགས་སྐད་བཤད་པ་ནི་བོད་སྐད་བཤད་མ་ཐུབ་པ་ཡིན་ན་ཡང་གཅིག་སྦྱང་ཡག་དང་བཟོ་བཅོས་བཏང་ཡག་གི་འདོད་པ་དེ་འདྲ་ཡོད་པ་ཡིན་ན་ན་ནི་དངོས་གནས་དྲུ་ནས་ཡག་པོ་རེད་རྗེས་སུ་ཡི་རང་བྱེད་ཡག་རེད་ད་དེ་འདོད་པ་སླད་དགོས་ཡག་དེ་གལ་ཆེན་པོ་རེད་ཟེར་ནས་ཞུ་ཡག་དེ་ཡིན་རེད་བ། ད་དེ་འདྲའི་ཡིན་དུས་ཚང་མ་ལ་ད་ལྟའི་སྐབས་ལ་མང་པོ་ཞིབ་མོ་གོ་བ་བྱས། བརྙན་ཐུང་རྗེས་མིག་གི་ནང་ལོགས་ལ་ངས་ཁྱེད་རྣམས་པ་ཚོ་ལ་བོད་ཡིག་ལ་དབྱངས་དང་གསལ་བྱེད་གཉིས་སུ་ཡོད་པའི་གི་དབྱངས་སྐོར་ལ་ཞུ་ཡ་ཡིན། དེ་རིང་ང་ཚོས་གཙོ་བོ་ག་རེ་འགྲོ་ཡ་རེད་ལབ་ན་གསལ་བྱེད་ཟེར་ཡ་དེ་ནང་འགྲོ་ཡ་རེད་སྤྱིར་བཏང་གཙོ་བོར་ག་ག་ས་ལ་གསལ་ལབ་དུས་ཚང་མ་ལ་ད་གཙོ་བོ་ས་གསལ་བོ་བྱེད་པའི་གི་དོན་དག་རེད་གསལ་བོར་བྱེད་པ་གསལ་བར་བྱེད་པ་ཟེར་ཡ་གི་ད་གསལ་བར་བྱེད་པའི་གི་ཡི་གེ་ག་ཚོད་ཡོད་རེད་ལབ་དུས་ཚང་མ་ལ་སུམ་ཅུ་ཐམ་པ་ཡོད་རེད་དེ་ག་འདྲས་ཀྱི་གསལ་བར་བྱེད་པ་ལབ་དུས། ཁོ་བོ་ཀ་ནས་ཨ་ཡི་བར་ལ་ཡི་གེ་སུམ་ཅུ་ཐམ་པ་དེ་གིས་རང་རང་སོ་སོའི་གི་དོན་དེའི་རུ་བ་མིང་དོན་སྟོན་ཕྱོགས་ག་རེ་གྱི་སྟོན་གི་ཡོད་པ་ཡིན་ན་གཞན་དང་མ་འདྲེས་པར་རང་ཉིད་ཀྱི་ངོ་བོ་ལ་གསལ་བོ་ཡོད་པ་ཡིན་ཙང་གསལ་བྱེད་ཟེར་ནས་ཁྱད་པར་དུ་ཚོད་ཀྱི་སྒྲ་བཤད་ཅེས་པ་དེ་འདྲ་ཡང་མཐོང་ཡང་འདུག་ར་བའི་དོན་ནི་རང་རང་སོ་སོའི་གི་ལྟ་བྱེད་བྱེད་དེ་འདྲ་རེད། དེ་ནས། ད་བོད་ཡིག་ཀ་ནས་ཨ་བར་ལ་སུམ་ཅུ་ཐམ་པ་ཡོད་པ་ཡིན་ན་ཡང་སྤྱིར་བཏང་གི་སྒྲ་མ་འདྲ་བ་བློ་གཏོང་མ་འདྲ་བ་རེད་བ། ཨ་ནི་ཨ་མདོའི་སྐད་ཀྱི་ཐོག་ནས་བློ་གཏོང་མ་འདྲ་བ་ཁམས་སྐད་ཀྱི་ཐོག་ནས་བློ་གཏོང་མ་འདྲ་དབུས་གཙང་སྐད་ཀྱི་ཐོག་ནས་བློ་གཏོང་མ་འདྲ་བ་ཧ་ཅང་མང་པོ་ཡོད་རེད་ཟེར་ཏེ་ཡིན་ན་ཡང་ཁ་ཚོན་དེ་རིང་ད་ལས་དབང་འདི་འདྲི་གཅིག་གི་ཐོག་ནས་བསམ་བློ་བཏང་ཞེ་བཞག་བྱས་གསུངས་པ་ཡིན་ན་ད་ང་ཚོ་དབུས་གཙང་སྐད་ཀྱི་ཐོག་ནས་བློ་ཡ་དེ་ཡོངས་གྲགས་འདྲ་བོ་ཅིག་བཟོས་ཐུག་ན་དེ་ཡ་གཅིག་ཡག་པོ་ཡོད་རྒྱུ་རེད་བསམ་ཡག་གི་བསམ་ཚུལ་དེ་འདྲ་ཡོད་ཡིན་ན་ཡང། ཨང་ཀི་དང་གངས་སྐྱིད་དུ་ཚོ་གོ་མ་རེད་ཟེར་ནས་དེ་ཡང་སྐད་ཆ་ཞུ་གི་ཡོད་མ་རེད། དེ་འདྲས་ཟིན། དེ་ནས་ད་ཐོག་མ་ད་ངས་ཡང་ང་རང་གི་སྐད་དེ་ཡང་ད་ག་གི་གི་སྐད་ཡིན་པ་སེ་འོ་ངོས་འཛིན་བྱེད་ཐུབ་ཀི་མི་འདུག་རོགས་ད་སྤྱི་སྟོང་གི་སྤྱི་ཡོངས་ཀི་ད་དེང་སང་གི་བོད་སྤྱི་སྟོང་དེ་ཡང་གི་ཤོག་དང་འཐེན་པ་འདྲ་ཆགས་ཡོད་རེད་དེ་འདྲས་ཡིན་དེ་ཚང་མ་ལ་ནི་ཁྱེད་རྣམ་པ་ཚོ་རྒྱ་ངན་ཚང་མ་ལ་ནི་དེ་ལྟ་བུ་ཡིད་ལ་ཅུང་ཟད་ཀྱི་ཕན་ཐོགས་ཡག་གི་རེ་བ་ཆེན་པོ་ཡོད་ཟེར་བ། ད་དེ་འདྲ་ཡིན་དུས་ཚང་མ་ལ་ནི་ངའི་བློ་ཞིག་བཟོས་ཏེ་དེ་ནི་གལ་སྲིད་ཁྱེད་རང་གིས་ད་ལྟའི་བཀའ་ཡི་རྒྱང་ཡག་གི་ཆེད་དུ་ཁྱེད་རང་གི་བརྙན་ཐུང་དུ་གཟིགས་ཀྱི་ཡོད་པ་ཡིན་ན་ཁྱེད་རང་ངའི་མཉམ་དུ་ཀློག་གནང་རོགས་ན་རེ་བ། ངས་ངའི་ཀློག་ཚར་བས་ཀྱི་རྗེས་ལ་ཁྱེད་རང་ལ་ཀློག་ཡག་གི་བར་སྟོང་ཐུང་ཐུང་ཅིག་བྱ་གི་ཡིན་རེ་བ། ད་འདི་ཡིན་པ་ཡིན་ན་ཐོག་མ་ང་ཚོས་ཐོག་མ་ཀ། ཀ།

མ། རྩ། རྩ། ཚ། ཚ།

ཤཱ་ཟ་ཨ་ཡ། ར་ལ་ཤ་ཤ་ས་ཧ་ཨ། ད་སུམ་ཅུ་ཐམ་པ་ཞིག་འདུག་ད་སུམ་ཅུ་ཐམ་པ་དེ་ཡི་གེ་ནམ་རྒྱུད་དྲུག་ཡོང་དུས་ཚང་མ་ལ་མང་ཆེ་བ་ཅིག་གིས་འདི་འདྲའི་ཆེད་དུ་བྲིས་ཀྱི་ཡོད་རེད་ད་མི་མང་པོ་ཅིག་གིས་ག་རེ་བྱས་ནས་བྲིས་པ། ག་རེ་བྱས་ནས་ཀ་དེ་དང་པོ་ལ་བཞག་དགོས་རེད་ཨ་དེ་རྗེས་མ་ལ་བཞག་དགོས་རེད་ཟེར་ངེས་ད་བྲོ་བ་སྟངས་ངན་དེ་འདྲ་ཡང་ཡོད་རེད། དེ་འདྲའི་བྱེད་གཏེ་ཚང་མ་ལ། ཀ་ཁ་ག་ང་ཅ་ཆ་བྱ་ཉ་ཏཱ་ཐ་ཐ་ན་པ་ཕ་ཕ་མ་ཙ་ཙ་མཛའ་བ། ཤ་ས་ཨ་ཡ། ར་ལ་ཤ་ས་ཧ་ཨ་འདི་འདྲའི་བྱེད་ནི་གོ་རིན་བྱེད་ནི་བསྒྲིག་དགོས་ཡག་གི་རྒྱུ་མཚན་གཙོ་བོ་ག་རེ་རེད་ལ་འདི་ཚང་མ་ལ་ད། ག་རེ་རེད་ཟེར་འདི་ཚང་མ་ལ། གཙོ་བོ་ད་ཡི་གེ་འདི་ང་ཚོས་ད་སྐྱེ་གནས་ཟེར་ཡག་གི་སྐྱེ་ཡུལ་དུ་ད་ཡི་གེ་སྐྱེ་ས་གི་གནས་ཀྱི་རུ། ཁོག་པ་འགྲམ་པ་སྐེང་དང་ལྕེ་སྣ་དང་ལྕེ་བོ་སོ་དང་མཆུ། ཚེ་ཡར་གྱི་ནི་སྐྱེ་གནས་བརྒྱད་ཡོད། ད་དེའི་ནང་ལོགས་ནས་འདིའི་ཡི་གེ་དེ་ཚོ་གི་སྐྱེ་ཡག་གི་རན་པར་འདིར་བཤད་དུས་ཚང་མ་ལ། དེའི་ཐོག་ནས་འདི་འདྲའི་ཆེ་ནུ་སྒོ་ཁ་དང་ཞགས་པ་ཅི་ཡོད་རེད་ཟེར་བ། དེ་མ་ཡིན་པའི་གི་ད་ཡི་གེ་ལ་ཕོ་མོ་མ་ནི། དེ་ནས་ད་ང་ཚོས་དེ་ཅིག་འདི་འདྲི་ཡོད་ད་ཡང་གཞན་པ་དེ་འདྲའི་ནང་ལོགས་ལ་དེ་ཀྱི་ཀ་རེ་མཚན་མའི་མ་ནི་ཟེར་ཡག་འགྲོ་བ་དེ་འགྱུར་བ་མ་ནི་དེ་མང་པོ་ཞུགས་ཀྱི་བརྩེ་ཡག་ཡོད་ད་ཕོ་མོ་མ་ནི་གི་རྟགས་ཀྱི་དབྱེ་བ་འཇོག་རག། དེའི་གི་ཐོག་ནས་འདི་འདྲི་བྱས་ན་ནི་སྒོ་ཞགས་དང་ནི་ཟོལ་ཞགས་པ་རེད་ཟེར་བ་དེ་འདྲི་ལ། དེ་འདྲ་ཡིན་དུས་ཚང་མ་ལ་ད་ང་ཚོ་གཤམ་ནས་ངས་ཁྱེད་རྣམ་པ་ཚོ་ལ་མདོར་བསྡུས་ཀྱི་ག་རེ་བཏོན་ཡིན་ཟེར་ན་གསལ་བཤད་མཚམས་ཀྱི་ཐང་པ་ནང་ལོགས་ལ་ཕོ་མོ་མ་ནི་གི་རྟག་ཏུ་དབྱེ་བ་ག་འདྲས་སུ་བཤད་འདུག་རོ་བ་དེ་གི་ཐོག་ནས་ནི་ང་ཚོ་ཅིག་བལྟ་ཡ་ཡིན་དེ་ནི་དེ་རིང་གི་ནི་བརྙན་ཐུང་དེའི་རྗེས་མའི་མུ་མཐུད་ནས་ང་ཚོ་གི་དབྱངས་ཡིག་སྐོར་དེ་ནི་རྗེས་མའི་གི་བརྙན་ཐུང་ནང་ནས་ངས་ཁྱེད་རྣམ་པ་ཚོ་གཅེས་སྤྲས་བྱས་གཤམ་ལ་ང་ཚོས་ག་རེ་ངོ་སྤྲོད་བྱས་ཡ་ཡིན་ཟེར་ན་གསལ་བཤད་མཚམས་ཀྱི་ཐང་པ་དེ་ནི་ཕོ་མོ་མ་ནི་གི་རྟག་གི་ཐོག་ནས་གི་འདྲས་སུ་སླེབས་ཡོད་ཡོད་རེད་ཟེར་ཡ་གི་དེ་ངོ་སྤྲོད་མདོར་བསྡུས་ཀྱི་བྱས་ཡ་ཡིན། ལ་སྲིད་ད། ད་ལྟ་ང་ཚོ་གུང་ལའང་ནི་སྲིད་ཞི་སུམ་ཅུ་ཐམ་པ་དེ་ཉིད་ཁྱེད་རྣམ་པ་ཚོ་ལ་ངོ་སྤྲོད་བྱེད་པར་རེ་ད་ཏིག་གི་ཕན་ཐོག་ཅུང་ཟད་རེ་ཡོང་མེད་ཀྱི་རེ་བ་ཡོད་རེད་བ། གལ་སྲིད་མི་འགྲིག་ས་དེ་འདྲ་ཡོད་པ་ཡིན་ན་ནི་ཁྱེད་རྣམ་པ་ཚོས་ཀྱི། འདི་འདི་འདྲ་བྱས་ན་ཡག་པོ་འདུག་ལ་ཡག་གི་བསམ་ཚུལ་བཅོས་རེ་བ་འགས་ཐོག་ནས་བཀྲིས་ན་འདྲ་འོག་ནས་མཆན་བཀོད་པ་ཡིན་ན་འདྲ་ཨ་ནི་ཐོག་ཅིག་ཁྱེད་ཟིན་ནས་ཞུ་ཡ་ཡིན། དེ་ནས་ད་དེ་རིང་ངས། ཨོའོ་གོང་ནས་ང་ཚོས་ག་རེ་རེ་ལ་ནི་ཀ་ཁ་ག་ང་ཅ་ཅ་ཅ་ཉ་ཏཱ་ཐཱ་ཐཱ་ན་པ་ཕ་པ་མ་ཙ་ཙ་མཛའ་བ་ཤ་ས་ཨ་ཡ་ར་ལ་ཤ་ས་ཧ་ཨ་ལ་ནི་གསལ་བྱེད་སུམ་ཅུ་ཐམ་པ་དེ་དེ་འདྲི་བྱེད་ནི་གོ་རིམ་འབྲི་དགོས་ཡག་གི་རྒྱལ་མཚན་གྱི་འདུག་ཟེར་བ་ནི་རྒྱལ་མཚན་ག་རེ་རེ་ལ་དེ་ཚང་མ་ལ་གཙོ་བོ་དག་ནི་སྐྱེ་གནས་ཀྱི་རན་པ་དང་དགྲ་གདོང་དྲག་ཞན་དག་ནི་ཕོ་མོ་མ་ནི་གི་དག་གི་དེ་འདྲི་གི་དབྱེ་བས་ཀྱི་ཐོག་ནས་ཞེས་བཞག་པ་དེ་འདྲ་ཡིན་རེད་འདུག། ད་ལྟ་བྱས་དེ་ཚང་མ་ལ་ད་གསལ་བཤད་བསམ་གྱི་དམ་པ་ནང་ན་ང་ཚོས་སྤྱི་སྟོང་བོད་ཡིག་ལ་དབྱངས་དང་གསལ་བཤད་གཉིས་ཀྱི་དབྱངས་དེ་ང་ཚོས་རྗེས་ལ་བཤད་ཡ་ཆེ་གསལ་བཤད་དམ་པ་གསལ་བཤད་གསུང་གྱི་དམ་པ་དེའི་ནང་ལོགས་ལ་ངས་ཁྱེད་རྣམ་པ་ཚོ་ལ་ད་གིན་ཀ་ཁ་ག་ང་ནས་ཅི་ད་ཧ་ཨ་བ་ད་དགྲ་གི་འདོན་སྟོང་ང་རང་གི་གང་ཐུབ་པ་དེ་ཁྱེད་རྣམ་པ་ཚོ་ལ་འདོན་བྱས་ཡོད་རེད་བ་དེ་གཅིག་རེད་དེ་ནས་ད་དེའི་ནང་ལོགས་ལ་མ་འདྲ་ས་དེ་འདྲའི་དཔེ་མང་པོ་ཡོང་གི་ཡོད་རེད་འདྲ་ཡོད་བ་དཔེ་ན།

ཤ་དེ་གང་འདུག་ང་ཚོ་འདི་ནས་ཤ་ཅིག་འདུག་ཨ་ཤ་ཅིག་འདུག་ཨ་ཞག་དང་ཤ་གཉིས་པོ་དེ་ལ་ནི་སྒྲ་མ་འདྲ་བ་དཔེ་མང་པོ་ཡོང་གི་ཡོད་རེད་ཟེར་བ་བློ་གཏོང་མི་འདྲ་བ་དཔེ་མང་པོ་རེད་ང་ཚོས་ཡིན་ན་ང་ཚོས་ཡིན་ན་ཤ་ལབ་མ་རེད་ཤ་ལབ་རེད་ཤ་ལབ་དེ་ཚང་མ་ལ་ནི་མགོ་ལ་གན་ཡང་གི་དེ་ལ་འདི་འདྲའི་ཧ་ཟིལ་གྱིས་བརྒྱབ་པ་ཡིན་ན་དེ་སྐད་ཟེར་དེ་ཞྭ་མོ་བཟོས་པ་ཡིན་ན་འདི་ལ་ནི་ཞྭ་མོ་ལབ་རེད་མ་གཏོགས་ཞྭ་མོ་ལབ་མ་རེད་དེ་ནས་ཡང་ཁ་ཤས་ཀྱིས་ཀྱི་བཞྭ་མོ་ལབ་འདུག་ཨ།

རྩ་བ་ནང་ལོགས་ལ་ག་རེ་རེད་ཟེར་ན། ད་འདི་ཕལ་ཆེར་དེ་རེད་ད། རྟ་མཇུག་གི་རྗེས་སུ་འགྲོ་ངེས་ད་དཀའ་གནད་གསལ་བའི་མེ་ལོང་གི་ནི་གདངས་ཚུལ་དེ་རེད་ཀ་ཅག་བཏགས་པ་རྩ་རྣམས་ཕོ། ཀ་དང་ཅག་དང་རྟ་དང། རྩ། དེ་སོ་ག་རེ་རེད་ཟེར་ན་ཕོ་ཡིག་རེད་ཟེར་བ་ཀ་ཅག་བཏགས་པ་རྩ་རྣམས་ཕོ་ར། ཕོ་ཅེ། ཕོ་ཡིག་ཅེ་ནི་ཁ་ཆ་འཐབ་པ་ཚ་མ་ནི་འདི་མ་ནི་ཅེ། དེ་ནས་ག་བྱ་ད་པ་མཛའ་བ་བྱ། བཟའ་བ་ཡ་ཁྱ་ས་ན་མོ། འདི། མོ་ཡི་བྱ། ཨ་ནི་ང་ཉ་ན་མ་ཤིན་ཏུ་མོ། མོ་ལ་ཡང་ན་མོ་དང་ཤིན་ཏུ་མོ་ཟེར་ཡ་འགྱུར་ར་ཤིན་ཏུ་མོ། དེ་བྱ། ར་ལ་ཧ་ཨ་མོ་ཤོམ་སྟེ། འདི་ཡང། མོ་ཤོམ་བྱ། ར་དང་ལ་དང་ཧ་དང་ཨ་བྱས་ཏེ་ཧ་ནི་མོ་ཤོམ་རེད། ཨ་ནི་མཚན་མེད་ཅེས་ཀྱང་བྱ། མཚན་མེད་དང། མཚན་མ་མེད་པའང་རྟགས་མེད་པ་ཟེར་ཡ་འགྱུར། འདི་འདྲའི་སྐད་ཆ་ཅིག་བཤད་ཀྱི་ཡོད་རེད་བ། དེ་འདྲའི་ཆེ་དེ་ཙམ་མ་ལ་ད་ངས་མི་འདྲ་ས་དེ་ངས་ཁྱེད་རྣམ་པ་ཚོ་ལ་ག་རེ་བསྟན་ཉེ་དྲོ་རེ་ལ་དེ་གཙོ་བོ་ད་འདི་ནས་ངས་ཁྱེད་རྣམ་པ་ཚོ་ལ་འདི་འདྲའི་ཆེ་ཁྲིའི་ཆེ་རྒྱ་ཆེན་པོ་གཏིང་ཟབ་པོ་ཅིག་བཤད་ཉེ་ཐུབ་ཡོད་མ་རེད་ཡིན་ན་ཡང། ད་གིན་ང་ཚོ་གོང་ལ་ནས་གསལ་བཤད་སུམ་ཅུ་ཐམ་པ་འདི་སྦྱངས་ནས་འདི་འདྲའི་ཆེ་འདི་བྲིས་ཡོད་རེད་ད་ང་ཚོ་འདི་འདྲའི་ཆེ་འདི་བྲིས་བྲིས་དེ་ཙམ་མ་ལ་གོ་རིམ་འདི་འདྲའི་ཆེ་འདྲ་བཞག་དགོས་ཡག་གི་རྒྱུ་མཚན་གཙོ་བོ་ག་རེ་རེད་ལ་ཡ་བྱུས་ཨ།

འབྲོག་སྟོང་བརྗོད་ར་ད་ཚང་མ་མཉམ་གཅིག་ལྡན་ཡང་ཏག་ཏག་ར་འབྲོག་ཡོད་མ་རེད་ད་ཡིན་ན་ཡང་འབྲོག་སྟོང་དུ་བྲིས་ལེ་འོང་ར་སྦྲ་དུ་བྲིས་ལེ་འོང་དེ་ཚང་མ་ལ་ཏག་ཏག་དཔེ་ཡག་པོ་ཐོ་ཐུག་ཡོད་རེད་ར། ཨ་ནེ་ག་ཅག་ད་བ་འཛའ་བ་ཞིག་ཟ་བ་ཡེ་ག་ས་རྣམས་ང་ཉ་ན་མ་ཤོན་དུ་མུ་ར་ད་ད་འདེ། ང་ར་བ་ཉ་ར་བ་ན་ར་མ་ར་བ་འདེ་འདུ་ར་འབའ་ཤན་དུ་ཕེ་རེ་ང་ཉ་ན་མ་ཨ་ནེ་ཏེ། ང་ཉ་ན་མ་ཤོན་དུ་མོ་ང་ཉ་ན་མ་ཤན་དུ་མོ་ད་དེའི་བར་དུ་འགྲོ་ཡང་འདུ་ཨ་ནེ་ར་ལ་ཧ་ཨ་མོ་ཤོང་དེ་ཡང་ང་ཚོ་ལེ་དེ་ཚེ་དུ་ར། ར་ལ་རི་བ་ཧ་ཨ་མོ་ཤོམ། བཞི་མཉམ་དུ་བཅས་ཏེ་ཁ་ཐུག་འགྲོ་སྡིག་བྱ་དུ་བ་ར་ལ་ཧ་ཨ་མོ་ཤོམ་སྟེ། ཨ་ནི་མཚན་མའི་བཅས་ཀྱང་བྱ་དེས་ན་ཨ་ནི་ཅང་ཨ་ཡིག་དེ་ཚུར་སྟོན་རི་བ། དེ་ནས། ད་འདི་ནས་གར་འགྲོ་སོང་དཀར་ལྕགས་རྟག་པ་འདི་རང་ང་ཚོས། དཀར་ལྕགས་རྟག་པ་རྩ་ནོར་བུ་ཁ་ལྕགས་རྟག་པ་ཚ་མ་ནི་གར་ལྕགས་རྟག་པ་མཛའ་བ་ཞིག་ཟ་བ་ཡ་ཤ་ས་ནོར་མོ་ཟ་བ་ཡ་ཤ་ས་ནོར་མོ་རི་ཟ། ཟ་འདི་བཅས་བ་ཡ་ཤ་ར། འདི་ཆ་ས་ཟ་བ་ཡ་ཤ།

ནས་ཡི་གེ་བཟོ་སྟངས་དེ་ལ་དེ་དཔེ་ཀླད་པ་མང་པོ་ཞིག་དཀྲུགས་ཡོད་པ་ཡོད་དེའི་ཐོག་ནས་གསལ་བཤད་བྱེད་ཐུབ་རེད་ཟེར་ནས་ཞུ་བ་ཡིན་དེ་ནས་དེའི་རྗེས་ནས་ད་ང་ཚོས་ག་རེ་ཞུ་བ་ཡིན་ཟེར་ན། གསལ་བཤད་སུམ་ཅུ་ཐམ་པ་དེ་ང་ཚོ་གི་སྐྱེ་གནས་ཡོད་བ་དང། ཁོ་པར་འགྲེམས་པ་མཁན་དང་བཅས་སྣ་ཐོག་སྐྱོ་བོ་སོགས་དང་བཅས་ལ་དེ་ཡི་གེ་གི་སྐྱེ་ས་གི་གཞི་བཅོལ་ར་དེའི་ཐོག་ནས་ནས་གཤམ་རྗེས་མ་དེ་ན་ལ་ང་ཚོ་དེ་ངོ་སྤྲོད་ཅིག་བྱེད་ཀྱི་རེད་བ། དེ་ངོ་སྤྲོད་ཅིག་བྱས་ན་ནས་དེའི་སྒྲ་དེ་ཚོ་ནས། ག་འདྲས་སུ་ཡོང་གི་འདུག་རོ་སྒྲ་དེ་ཚོ་ག་གཙོ་བོ་ག་རེ་རེ་ལ་ནི་རྐན་ལ་བརྟེན་དགོས་ཡ་ལྕེ་ལི་ལ་བརྟེན་དགོས་ཡ་དེ་ནས་མིད་པ་གཙོ་བོ་ལ་བརྟེན་དགོས་ཡ་ལ་སོགས་པའི་གི་དེ་འདྲའི་གི་སྐྱེ་གནས་གི་བང་རིམ་གི་ཡོང་སྟངས་ཀྱང་དེའི་ཐོག་ནས་ང་ཚོ་ཐེངས་རྗེས་མ་ང་ཚོ་དེའི་ནང་ལ་ལྷོད་ཤོག་བྱས་དེ་ནས་དེའི་རྗེས་ནི་ང་ཚོ་དབྱངས་ཡིག་གི་སྐོར་དེ་ག་ཅི་བྱས་ཅི་བང་རིམ་བྱས་ནས་ནི་ང་ཚོས་ཡི་གེ་དེ་ད་ཡང་ང་རང་གི་གང་ཤེས་ཤེས་ཀྱི་ལྷབ་ཁྲིད་བྱས་ནས་འགྲོ་ཡ་ཡིན་ཏེ་དེ་ནས་ད་གཞན་པ་ཅི་མང་པོ་ཅིག་གི། ཐ་མ་དེ་ང་ལ་ག་རེ་ཞུ་ཡ་ཡོད་ཟེར་ན། ཁྱེད་རྣམ་པ་ཚོ་མང་པོ་ཅིག་གིས་ག་རེ་བསམ་འདུག་ཤག་ཟེར་ན་བོད་ཡིག་ལ་ཉིད་དུ་ཧ་ལས་པའི་དཀའ་ལས་ཁག་པོ་ཅིག་རེད་བསམ་འདུག་གདའ་ཡིན་ན་ཡང་ངས་བསམ་ན་དེ་གསུང་ལུང་ག་ཚིག་བཏང་པ་ཡིན་ན་གཙོ་བོ་དེ་དང་རྨང་གཞི་དེ་ཀ་ཁ་ག་ང་ནི་དབྱངས་དང་གསལ་བཤད་དང་ཀ་ཁ་ག་ང་དེ་དེ་ནི་སྐྱེ་གནས་ཡོང་སྟངས་དང་ཕོ་མོ་མ་ནིང་གི་རྟགས་དང་དེ་ཚོ་ཚང་མ་ལ་གསང་ལུང་ཡག་པོ་བཏང་ནས་སློབ་སྦྱོང་རྨང་གཞི་དེ་ཡག་པོ་ཅིག་བྱས་ཡོང་པ་ཡིན་ན་རྗེས་ལ་དཀའ་ངལ་ཁྱོན་ནས་མི་འབྱུང་ཆ་ཡ་གང་འབྱུང་འབྱུང་ཤེས་ཡ་ལ། མཐོང་ལམ་ཁ་ཤས་ཀྱིས་རྒྱ་ཆེ་བརྒྱ་ཐམ་པ་ཡོད་པའི་ཟོལ་བསྒྲགས་ཞིག་དོར་བ། དེ་འདི་བྱས་ནས་རྒྱང་རྙིང་གྲོལ་ངེས། ལྷག་བསམ་རྣམ་དག་གི་རྒྱང་རྙིང་གྲོལ་ངེས་དེ་འདྲ་ཡིན་པ་ཡིན་ན་ག་དུས་ཡིན་ན་འདི་གར་ངེད་ཀྱི་ད་ཁྱེད་རྣམ་པ་ཚོ་ལ་གཟའ་སྤེན་པ་ཉི་མ་སྙིང་པོ་འདི་ག་དུས་ཡིན་ན་ངེད་འདིར་ཕྲུ་གུ་དེ་ཚོ་ལ་ཡི་གེ་ལྷ་འོད་དེ་འདྲའི་ཆེད་ཀྱི་ལས་ཀ་དེ་རང་གི་ཐོག་ནས་འགོ་བཙུགས་ནས་འགྲོ་དགོས་ཡིན་ཙང་དེ་མཉམ་དུ་ཞབས་བརྡར་ཞུ་ནས་ཁྱེད་རྣམ་པ་ཚོ་ལ་ཕན་ཐོགས་ཡོང་ན་དེའི་ཐོག་ནས་ད། ཕན་ཐོགས་རང་གི་ཆེད་དུ་ཡིན། དེ་ནས་ད་ལྟ་འདི་དེ་ལ་ཅི། ཤེས་ན་མ་ཤེས་ན་རེད། ད་ང་ཚོས་གི་སྐད་དང་ཡི་གེ་གཉིས་པོ་དེ་ལ་ནི། ད་གར་སར་ཕན་བདེ་རིགས་དྲུག་སྲུང་སྐྱོབ་བྱེད་ཐུབ་པ་ཡིན་ན། ད་དེ་སྔོན་ནི་གྲོ་ནས་གི་ཧ་ལས་པའི་གི་ལས་ཀ་ཡག་པོ་ཅིག་རེད་དུས་འདུག་བསམ་ང་རང་དེ་དྲན་གི་འདུག་དེ་ལས་ལྷག་པའི་ངས་གང་ཡང་བརྗོད་ཀྱི་མི་འདུག་ཨ་ནི་བརྙན་ཐུང་རྗེས་མེད་ན་ང་ཚ་མཇལ་ཡོང་ཐུགས་རྗེ་ཆེ།